ཨེས་ཏེ་ལའི་རྣམ་པ་གླིང་གི་གཙོ་ངའི་མིང་ལ་ཀུན་དགའ་ཁྲི་ལས་ཡིན་ང་ད་ལྟ་ལྷོ་བྱང་ཨ་མེ་རི་ཁའི་རྒྱལ་ཁབ་བཅོ་བརྒྱད་ཀྱི་སྤྱི་འཐུས་ནང་ལ་མཉམ་ཞུགས་ཞུ་གི་ཡོད་དེ་འདྲའི་ཡིན་དུས་གླིང་ག་ཚོད་རྒྱབ་སྐྱོར་གནང་རོགས་གནང་ཨ་ནི་ད་རེས་ངེད་ཀྱི་གཙོ་བོའི་འབོད་སྒྲ་གསུམ་དེ་དྲང་བདེན་གཅིག་སྒྲིལ་འཐབ་རྩོད་གང་ལ་ཡང་གཏུགས་སོ་རྣམ་པ་གླིང་ག་ཚོ་སྐུ་མདུན་ལ་ཅར་ཁྱེད་ནས་ཅར་གྱི་ཡོད་ཞུ་བ་ཡང་ནི་ད་སོ་སོས་ལོ་རྒྱུས་ཐོག་མདོར་བསྡུས་ཞུས་པ་ཡིན་ན་ང་ད་ལྟ་སྐྱེ་ས་དེ་བལ་ཡུལ་གྱི་མཐའ་མཚམས་ཨ་ནེ་ཀྲོའུ་པཱ་ཀྲེན་ཨ་ནེ་བོད་བལ་གྱི་ནོར་འཛིན་གླིང་ཟེར་མཁན་ས་ཆ་དེ་ལས་སྐྱེས་དམའ་རིམ་སློབ་གྲྭ་ཕྱིན། དེ་ནས་བལ་ཡུལ་རྣམ་རྒྱལ་བླ་བྲ་ལ་ཡ་ཨ་ནེ་གོང་ས་མཆོག་དང་ཤེས་རིག་གི་ཐུགས་རྗེ་བཀའ་དྲིན་ལ་རྣམ་རྒྱལ་བླ་བྲ་དེ་གསར་འཛུགས་ཞུས་པར་སོང་ཙང་དེའི་ནང་ལ་མཉམ་ཞུགས་བྱེད་ཀྱི་གོ་སྐབས་བྱུང་བྱས་ནས་བླ་བྲ་ཆ་ཚང་མཐར་ཐོན་པའི་རྗེས་ལ་སོ་སོའི་ཚོང་ལས་ཁང་ལ། ད་བོད་ཡུལ་ནང་ལ་ཚོང་བརྒྱབ་ཆེད་ལོག་སྐབས་མང་པོ་བསྡད་པ་ཡིན། ཨ་དེའི་སྐབས་དུ་ལ་སོ་སོ་འདྲ་བོ་ཅི་འབད་ནས་ཅིག་བོད་ཡུལ་ལ་དོ་སྣང་ཆེན་པོ་དང་བོད་པའི་ལོ་རྒྱུས་ལ་དོ་སྣང་ཡོན་པོ་བྱུང་སོང་ཙང་ཨ་ནི་སློབ་དཔོན་བསྟན་འཛིན་རྣམ་དག་རུམ་ཆེན་སྐུ་མདུན་ནས་རེད་ད་ག་ནང་བཞིན་མཁས་བཙུན་བཟང་པོ་སྐུ་མདུན་ནས་བོད་ཡུལ་དང་རྒྱལ་རབས་ལོ་རྒྱུས་སྒང་ལ་ཡ་སོ་སོ་སྦྱང་ཡས་ཀྱི་གོ་སྐབས་དེ་འདྲ་ཐོབ་སོང། ཨ་ནི་དེ་དང་འབྲེལ་བའི་ཀྱི་ད་བལ་ཡུལ་རྣམ་རྒྱལ་སློབ་གསོ་ཚོགས་པའི་ཀྱི་ཨ་ནི་དྲུང་ཆེ་དང། ཨ་ནེ་ཚོགས་གཙོ། ཨ་ནེ་ད་ག་ནང་བཞིན་གྱི་ས་གནས་མངའ་རིས་སྤྱི་མཐུན་ཚོགས་པའི་གྱི་རྒྱུན་ལས། ཨ་ནེ་ས་གནས་གཞོན་ནུ་གྱི་ཚོགས་ཚོགས་གཞོན། ཨ་ནེ་དེ་དང་འབྲེལ་བའི་གྱི་ས་གནས་རང་བདེན་ཚོགས་ཆུང་དང་ས་གནས་མཐུན་ཚོགས་ད་ག་ནང་བཞིན་གྱི་འོས་བསྡུ་ཚོགས་ཆུང་དེ་འདྲའི་ནང་ལ་མཉམ་ཞུགས་བྱས་པ་དང་ལྷག་པར་དུ་སོ་སོ་ལ་སྐལ་པ་བཟང་པོ་ཅིག་མངའ་རིས་གཞིས་བྱེས་གཉིས་ཀྱི་བརྟན་བཞུགས་སྐབས་དང་པོའི་ནང་ལ་ཡང་ཨ་ནེ་དྲུང་ཆེ་གྱི་གོ་སྐབས་བྱུང་བ་དེ་འདྲ་བྱུང་སོང། དེ་ནས་ཉིས་སྟོང་ནང་ལ་ཡང་ནིའུ་ཡོག་ནང་ལ་སླད་ཆད་ཐོག་མ་དེ་སླེབས་མ་ཐག་ཏུ། བོད་རིགས་སྤྱི་མཐུན་ཚོགས་པའི་རྩིས་པའི་ལས་འགན་བཞེས་བའི་ལོ་གཉིས་གོ་སྐབས་བྱུང་སོང། དེའི་རྗེས་ལ་ཡང་གཞོན་ནུའི་གྱི་གཞས་སྣ་འགྲན་བསྡུར་བྱེད་དང་སྐབས་ལ་ཡང་རྣམ་རྒྱལ་སློབ་གསོ་ཚོགས་པ་ཐོག་མ་གསར་འཛུགས་ཞུས་རྗེས་ཚོགས་གཙོའི་འགན་ཁུར་ཞུས་པ་ཡིན། དེ་དང་འབྲེལ་བའི་གི་ད་ནས་ཡང་ཉིས་སྟོང་གསུམ་ནས་ལྔ་བར་ལ་ཨ་ནེ་ས་གནས་གཞོན་ནུའི་ཚོགས་གཙོ། ནིའུ་ཡོག་དང་ནིའུ་ཇེར་སི་ས་གནས་གཞོན་ནུའི་ཚོགས་གཙོ་ལ་གཏུགས་ཞབས་ཞུ་ཞུས་བའི་གོ་སྐབས་བྱུང་སོང། ཨ་མདའ་ནང་བཞིན་གྱི་ས་གནས་མངའ་རིས་སྤྱི་མཐུན་ཚོགས་པའི་གྱི་ཚོགས་གཙོ་རིམ་པ་གཉིས་ཞེས་ཞབས་ཞུ་ཞུས་པ་ཡིན། ཨ་མདའ་ནང་བཞིན་གྱི་བོད་རིགས་སྤྱི་མཐུན་ཚོགས་པའི་གྱི་ཚོགས་གཙོ་སྐབས་བཅོ་གསུམ་གྱི་ཚོགས་གཙོ། ཞབས་ཕྱི་ལོ་གཉིས་ཞུ་བ་ཡིན། ཨ་ནི་དེ་ནས་མ་མངའ་རིས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ། བྱས་པའི་སྐབས་དུ་ལ་ཨ་ནི་ཉེར་ལྔ་དུས་ཆེན་ལ་མོན་གྷོ་རུ་ལ་བཅར་བྱས་ནས་ཚོགས། འགན་འཛིན་ལྷན་ཚོགས་ཐོག་ནས་ཡང་གོང་ས་མཆོག་ལ་ཡང་མངའ་རིས་གཞིས་བྱེས་གཉིས་ཀྱི་བརྟན་བཞུགས་ཕུལ་བས་གི་ཚོགས་གཙོའི་གི་ཞབས་ཕྱི་ཞུ་བའི་གོ་སྐབས་བྱུང་སོང། ཨ་ནི་ད་ག་ནང་ལྟར་གི། ད་ལྟ་དབུས་མངའ་རིས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ལས་འགན་ལོ་གསུམ་ཞུས་པའི་རྗེས་ལ་བསྐྱར་དུ་ཡང་མངའ་རིས་སྤྱི་མཐུན་ཚོགས་པའི་གི་ད་ལྟ་ཚོགས་གཙོ་གི་ལས་འགན་ཞུ་དང་ཞུ་བཞིན་པ་ཡིན། ད་སྐབས་ནང་བཞིན་གྱི་སྡེ་ད་ལྟ་ས་གནས་ནིའུ་ཡོག་དང་ནིའུ་ཇར་སི་ནང་ལ་ང་ཚོ་ཚོགས་གཙོ་སུ་ཕལ་གྱིས་ཚོགས་ཆུང་འགན་འཛིན་ལྷན་ཚོགས་སུ་ཡོད་རེད་འདིའི་ནང་ལ་ཡང་འདུག་ཟེར་ཡང་མཉམ་ཞུགས་ཞུས་བྱས་ནས་སོ་སོའི་ངོས་ནས་ནུས་པ་ལྕོགས་ཚོད་ཀྱིས་ཞབས་ཕྱི་ཞུ་བསྡད་ཀྱི་ཡོད་ས་གང་དང་འདོད་དོན་སྙིང་པོ་འགྲོ་ཞུས་པ་ཡིན་ན་ཨ་ནེ་མི་ཚེ་ཧྲིལ་པོ་ཅིག་ལྟར་ཟླ་བ་དྲུག་ནས་ལོ་གཅིག་ཡོད་མེད་དེ་འདྲའི་ཅིག་བར་རང་མ་ཤེས་ཅིག་ཚོགས་པ་སྐྱིད་སྡུག་འདྲ་མིན་ལ་ཡང་སོ་སོའི་ངོས་ནས་ཚོགས་པའི་ལས་ཀ་དེ་ང་ཚོས་མ་བྱེད་སུས་བྱེད་ཟེར་བྱས་ནས་འགན་ཁུར་ཞུས་ནས་ཚོགས་པའི་ཞབས་ཕྱི་ཞུ་གི་ཡོད་ཨ་ནེ་ད་སྔ་ནང་དོན་ནས་རྣམ་པ་གླེང་མཁན་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡིན་དུ་བྱས་ན།